ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས། དེ་རིང་སློབ་ཁྲིད་འདི་གི་མིང་ལ་ཁྲག་ཤེད་ཐོར་བུ་ལ་ནི་ཡོ་ག་ག་རེ་བརྩེ་བ་ཡོད་མེད་དམིགས་བསལ་གྱི་ཡོ་ག་ལུས་སྦྱོང་ལས་སླ་པོ་དེ་འདྲའི་དང་དེ་ནི་དབུགས་གཏོང་ལས་ཕན་ཡོད་དཔེ་ཆེན་པོ་ཡོད་བ་འདི་ངས་དེ་རིང་ཁྲིད་ཀྱི་ཡིན། ད་ཁྲག་ཤེད་མཐོ་ལོས་དུས་སྐོར་ལ་ལ་བས་ན་དེ་ནས་ནི། ནམ་རྒྱུན་ནས་ང་ཚོས་ཁྲག་ཤེད་དེ་ག་འདྲ་ཡོད་རེད་ཟེར་ན་གྲངས་ཀ་གང་འདི་བརྒྱ་དང་ཉི་ཤུ་དང་བ་འདི་ནི་བརྒྱད་ཅུ་དུ་བ་འདི་གང་ག་འདི། ད་གལ་སྲིད་ཁྱེད་རང་ཁྲག་ཤེད་མཐོ་བོ་ཡིན་ན་ད་འདི་ལས་ལྷག་འདི་ལས་གང་ལ་སྤྲོ་བས་ད་དཔེ་འདྲ་ཆགས་ཤེ་ན་ཐ་མ་ཐ་མ་འདི་ཆགས་ཤེ་ན་དམའ་བོ་གང་ལ་ཡོད་རྒྱུ་འདི་ཁྲག་ཤེད་དཔེ་མཐོ་བོ་ཡིན་ཟེར་གྱི་ཡོད་རོ། ད་འདི་དཔེ་འདྲ་ཆགས་ཤེ་ན་གྲངས་ཀ་གང་འདི་བརྒྱ་དང་བཞི་བཅུ་ལྔ་བཅུ་འདི་འདྲས་བརྒྱ་ཆའི་གྲངས་ཀ་བ་དེ་དེ་ནས་བརྒྱད་ཅུ་དགུ་བཅུ་བརྒྱ་དེ་འདྲ་ལས་འདུག་བསམ་པ་ལ་དེ་ནས་དྲག་ཤོས་མཐོ་བོ་ཡོད་རེད་ཟེར་ཡོད་ར། འོ་དེ་ནས་སློབ་གྲྭའི་དང་པོ་དེའི་མིང་ལ་ནི Vajrasan ཟེར་ཡོད་ར། ཕལ་མོ་གཉིས་མཉམ་དུ་སྦྱར་བྱས་ཏེ་སྟེང་གའི་ག་ན་གི་རང་བཀོད་པ་བཙུགས་བྱས་ནས་གྱེས་པ་གྱེས་རུས་དེ་ཤངས་པོ་བྱེད་ཨ་ནི་དཔུང་པ་དེ་ཤངས་པོ་བྱེད་ལྷོད་ལྷོད་བྱེད་བྱེད་གཟུགས་པོ་མགོ་ནས་གཙོས་པའི་རྐང་པའི་རྩིབ་ལྟོའི་བར་དུ་ལྷོད་ལྷོད་བྱས་ནས་བཞུར་བྱས་ད་ཀི་རིམ་བཅས་དེ་འདྲ་གི། དེ་ཡི་གེ་དེ་དབུ་མེད་པ་ཡིན་ན། ཀུ་བོ་ལ། ང་ཚོས་བསྙེན་བཀུར་སྤྱོད་འཇུག་ཅིག་བཞག་ནས་རེ་ཏིས་ཀྱི་བཟླས་པ་ཡོད་རོ། དེ་འདྲའི་བྱེད་ཅིག་དེ་ནི། ཁྱེད་རང་ག་ཚོད་གཟུགས་པོ་ལྷོད་ལྷོད་ཤར་དུ་འདུག་སེམས་པ་ག་བ་ག་ས་མ་ཡིན་པ་ཅིག་དབུགས་གཏོང་ནས་རང་ལ་དོ་སྣང་བྱེད་ཅིག། ད་ནི་སྐར་མ་གཉིས་གསུམ་བཞི་ག་ལི་ག་ལི་མང་དུ་བཏང་བྱས་དེ་ནི་ལྷོད་ལྷོད་བྱས་ནས་བཞུགས། དེ་ནི་ངེད་ཀྱི་སློབ་ཁྲིད་ཞིང་པ་ན་འཁྲིད་པ་ནང་བཞིན་གྱི་དབུགས་གཏོང་ལེན་ཏེ་དབུགས་ཡར་ལེན་དུས་གྲོགས་པོ་ཆེན་པོ་བསོད་ཨོ་མ་ད་འདོད་གྲོགས་ནང་ལ་བལྟ། ཨ་དོ་ནང་དེ་དབུགས་གཏོང་ལེན་རང་ལ་བྱེད། ཆེ་དཀའ་ལས་ཅེ་མེད་པའི་སྒང་ལས་ཨུ་ཚུགས་ཅེ་མ་རྒྱ་བ་ཅེ་ནས་ལྷོད་ལྷོད་ཅེ་ནས་ཞུ་བྱེད་ནས་དེ་ནི་དབུགས་གཏོང་ལས་དོ་ནང་རང་བྱེད་བྱེད་ནི། ལུས་སྦྱོང་དང་པོ་འདི་དུ་ཕྱིན།

དྲན་པ་ཟོས་ལ་རྐུབ་ཏུ་ཕ། རྐང་པའི་མཐིལ་ཡོད་ས་ལ་རྡོག་རྡོག་དེ་ཕ་མ་རྐྱང་བ་ཆེ་རྐུབ་ཏུ་ནག་ལོ་ཡ་བདུན་ལ་ཡ། ང་ཚོ་ཡ་བི་ག་བཏང་བྱས་ནས་ནི་རྒས་པ་དེ་ཤང་པོ་ཟོས་གོ་དེ་རྣམས་ལ་ཡ་སྐྱ། ད་མེན་པ་དེ་འདྲ་བྱེད་ཐུབ་ཀི་མེད་པ་ན་ངས་ལབ་པ་ནང་བཞིན་གྱི་ལག་པ་དེ་རྒས་པ་ལ་བཞག་བྱས་ནས་ང་ཚོ་བྲང་མགོ་དེ་ཡ་ཁ་ཕྱེ་འདོད་བསམ་པ་ལ་ང་ཚོ་སྙིང་དང་དབྲལ་བས་དེ་ཚང་མ་ལ་དེ་ནི་ཤང་པོ་ཟོས་བྱས་དགའ་བ་དེ་ཚོ་མ་དགའ་བ་ཟོས་བྱས་ཨ་འདུག་ཟེར་ནས་ཁྲག་ཤེད་མཐོ་བོ་ཡོད་སྐྱོ་དེ་ཚོ་ལ་ཕན་ཐོག་ཡོད་རེད་ཟེར། ད་ལུས་སྦྱོང་འདིའི་རྗེས་ལ་དེ་ནི་མིང་ལ་པ་ཤིན་མོ་ཏཱ་ན་སང་ན་ཟེར་རོ། ད་དེའི་བསྒྲུབ་བྱ་བྱ་ན། གད་པ་དེ་ཁར་ཐུག་བཞིན་གཞུག། པུས་མོ་ས་ལ་ཤུགས་ཀྱིས་ནི་བཙུག། རྐང་པའི་གཟུགས་སྐུ་རྩེ་བསྟོད་དེ་སུ་སུ་རྩ་ལ་ཡར་འཐེན་བྱས་ནས། གཟུགས་སྐུ་ལག་པ་དང་མཚོན་རྣམས་ཡར་བཀྱག་བྱས་མ་ག་ལི་ག་ལི། ད་དཔེ་གོ་ས་ལ་ཐུག་དགོས་དེ་འདྲ་གི་ཅིག་རྒྱུ་རྐྱེན་ཅི་ཡོད་མ་རེད། ཐུབ་ཀྱི་ཡོད་བ་ལས་སླ་བ་ཡིན་ན་ཡིན་ད་ཡིན། མེན་པ་ཡིན་ན་ཆེ་ཁ་པ་དུ་བསྡད་བྱས་ནས། གནས་པའི་ལག་པ་གྲུ་མོ་དེ་ས་ལ་ཐུག་ཡོད་ན་ཡོད་རེད་མེད་ན་གས་ཡོད་མ་རེད་དུ་ཟེར་བྱས་ཁྱེད་རང་རྐང་པ་རྒྱབ་ནས་བཅད་པའི་སྟ་གོན་གྱི་བ་པོ་དུ་བྱས་ནས་གང་ཟག་མནར་གྱི་ཡོད་རེད་འཐེན་གྱི་ཡོད་རེད་དེ་དམིགས་བསལ་གྱི་དེ་འདྲའི་དྲག་ཤ་ཚོ་ག་ལས་ཕན་པོ་ཞིག་ཡོད་རེད་དུ་བྱས་བྱས་ཨ་སན་རེད་རེད་ལ། ཨ་ནེ་དབུགས་གཏོང་ལས་དེ་མ་ང། ཅུ་ཅུ། དེ་འདྲ་བཞིན་ཁྱེད་རང་ག་ཚོད་བདེའུ་ཡོད་བ་ན་བཞིན་སིམས། ད་ཡིན་མི་ཁ་ཤས་ཡང་སྒུག་སྒུག་བྱས་ལ་དཀའ་ལས་ཁག་པོ་ཡོད་བ་ན་བྲང་འགོ་སྒང་ལ། ད་པི་མུ་ད་ང་ཚོའི་བྲང་འགོ་དཀྱིལ་མ་ལ་སྙན་སྒོ་བཞག། ཨ་ད་འདོད་མ་ནས་བཙུག་གི་འདུག་ན་སྤེལ་འགོ་བཙུག་གི་འདུག་ན་ཡང། ཁ་ཆེ། སྙན་སྒོ་འདི་ཆེད་ཅིག་ལེན་བྱེད་ནས་འདི་འང་ངལ་གསོ་རྒྱ་ཆེ་ལོས་ལོས་བྱེད་ནས་བཞུགས། ཁྲག་ཤེད་མཐོ་བོ་ཡོད་པའི་ནད་བ་དེ་ཚོ་ལ་ཁྱེད་རང་ཚོ་ལུས་སྦྱོང་ག་འདྲའི་ཅིག་བརྩེ་བ་ན་ཤུགས་རྒྱག་དཀའ་ལས་རྒྱག། དེ་འདྲའི་གཞན་མང་པོ་བྱེད་ཀྱི་ཡོད་མར་ག་དུས་ལྷོད་ལྷོད་བྱེད་འདོད་དུ་ག་ཚོད་ལྷོད་ལྷོད་བྱེད་འདོད་དུ་བྱེད་བས་ན་དེ་ལམ་གྱི་ཕན་ཡོན་ཆེད་ང་ཚོའི་ལུས་སེམས་གཉིས་ཆ་ལ་ཕན་ཡོན་ཆེ་ཞིག་ཡོད་རེད་དེ་དུས་བྱས་ནས། སྦྱོང་བརྡར་འདི་ཨུག་སྟོང་ནས་ལྔ་བཅུ་ལྔ་བཅུ་བཞེས་གནང་ཞོག། ད་ལུས་སྦྱོང་འདིའི་རྗེས་ལ་མིང་ལ་དེ་ནས་བ་ལ་ས་ན་ཟིག་རོ། བ་ལ་ས་ན་འགྲོ་ས་ཟེར་བ་དེ་ཡིན་པ་ཆ་བཞག་ན་ལྟོས་ཤིག་ལས་སླ་པོ་ཡོད་རེད་ག་ལྷག་པོ་དཔྱད་ཡོད་མ་རེད། དམིགས་བསལ་གྱི་རྒྱལ་བ་ནད་པ་དང་འདི་འདྲ་ལ་དཔེ་ཕན་ཡོན་ཆེན་པོ་ཡོད་རེད། ཁྱེད་རང་སྤེན་མོ་གང་བཙུགས་སྤེན་མོ་གང་ལ་མ་ཞུ་བྱས་ནས་གཟུགས་པོ་ཡར་མནར་བྱས་འདུག་ནི། དཔེ་ཀོ་དུ་མ་ས་ལ་ཐོལ་གྱིས་ཐབས་ཤེས་བྱེད་མ་ཐུབ་པ་ཡིན་ན་གལ་ཡོད་མ་རེད་འདུག་ཤེས་བྱའི་དཔུང་པ་དང་རྒྱལ་བ་དང་དེ་འདྲ་གང་ཟག་ལྷོད་ལྷོད་བྱས་ནས་ཞུ་བྱས་ང་ཚོའི་རྒྱལ་གྲུས་དེ་ཚོ་དཔེ་ཡག་པོ་མནར་གྱི་ཡོད་རེད་བ། འདུག་ཤེས་བྱའི་དེ་ནི་དབུགས་ཡལ་མ་ཐལ་མ་བཅུ་བཅུ།

དེ་ནི་ང་ཚོའི་ལག་པ་ཡིན་ན་རེད་སྐེད་པ་ཡིན་ན་རེད་པུས་མོ་ཡིན་ན་རེད་མཇིང་པ་ཡིན་ན་རེད་ཚང་མ་དམ་པོ་བྱས་ནས་མ་བཞུར་བ་བྱས་ནས་ཕར་ལྷོད་ལྷོད་བྱས་ནས་ཕར་གཡུག་བྱས་ནས་ཨ་ནི་དབུགས་གཏོང་ལེན་རང་ལ་དོ་སྣང་བྱས་རྗེས་དབུགས་ཡར་ལེན་མ་བཏང་དབུགས་ཡར་ལེན་མ་བཏང་དོ་སྣང་བྱས་རྗེས་ལྷོད་ལྷོད་བྱས་ནས་ཉལ་བྱས་ནས་དེ་ནི་ཁྱེད་རང་ཚོ་གཉིད་ཁུག་མས་ནི་མིག་གདངས་མེད་པ་གང་ལ་ལྷོད་ལྷོད་བྱས་རྗེས་སྐར་མ་ལྔ་བཅུ་ཚར་ནས་དེ་ནི་གཡོན་ཕྱོགས་ལ་ག་ལི་ག་ལི་ཡར་བཤངས་རྗེས་ཡང་གྲགས་ཆེ་དོ་འོ་དོ་ཚོ་ཡང་ཧ་གོ་རོ། གཟབ་གཟབ་བྱས་ནས་ཡར་མ་བསླེབས་ན་ཡང་གོ་ཡུལ་གོ་རིས་ཡིན་རོ། ཨོ་ད་གལ་ཆེ་ཤོས་འདི་ང་ཚོའི་གི་དབུགས་གཏོང་ལས་དེ་རེད་ད་ཚན་རིག་པ་མང་པོ་བཞི་བོ་བཅས་ཀྱི་གྲགས་ཆེ་མཐོ་བོ་ལ་ཡུལ་སྐར་གྱི་དབུགས་གཏོང་ལས་བཅས་སྦྱོང་བརྡར་བྱེད་བ་ན་ཕན་ཡོན་བཞི་བོ་ཡོད་པ་མང་པོ་བཅས་ཀྱི་གསུངས་ཚར་རེད་ད་ཁྱེད་རང་ཚོས་ལུས་སྦྱོང་འདི་འཐེན་གི་མི་འདུག་ན་དབུགས་གཏོང་ལས་དེ་ཡིན་གཅིག་མིན་གཅིག་ཡུལ་སྐར་དབུགས་གཏོང་ལས་གཉིས་ཡིད་དེ་ལ་སྟོན་གི་ཡིན། ཨ་འདིའི་སྟོན་པ་དེའི་ཁེ་ནང་ཚུད་ཀྱི་དེ་ནས་དབུགས་གཏོང་ནས་དེ། ཉིན་ལྟར་རེ་བཞིན་སྐར་མ་ཉི་ཤུ། ཉི་ཤུ་ཉུང་དག་ཉུང་དག་བརྩད་བྱས། དང་པོ་འགོ་བཙུགས་འོས་འདུག་བསམ་པ་གསར་བ་ཡིན་པ་ཡིན་ན་སྐར་མ་ལྔ་ལྔ་ལྔ་ཞེས་ག་ལི་ག་ལི་མང་དུ་བཏང། གཞན་མིན་ན་ཡང་བུ་ཚོ་དུ་མ་རུ་བ། བྱས་ཙང་དབུགས་གཏོང་ནས་དེ་སྔོན་ན་ཁོ་རང་ཁྲག་ཤེད་མཐོ་བོ་ལ་ཕན་ཐོགས་ཆེན་པོ་ཞེ་རག་ཡོད་པ་སྟོན་ཡོད་རེད། དེ་རང་གཉིས་ཀྱི་མིང་དེ་ག་རེ་ཟེར་ན་ཨ་ནོ་ལོ་བོན་ལུམ་དང། བྷ་ར་མ་རི་ཡི་སའི་སྦྱོང་བརྡར་གཉིས་ཡོད་རེད། དེའི་སྦྱོང་བརྡར་གཉིས་དེ་ངེད་ཀྱིས་ད་ལྟ་གློག་བརྙན་འདིའི་མཐའ་ལ་ངེད་ཀྱིས་སྦྱར་བཞག་གོ། དེ་མིན་པ་ནི་ངེད་ཀྱི་གློག་བརྙན་ཁྱེད་རང་ཚོས་སྦྱར་བ་དེ་མ་རྙེད་པ་ཡིན་ན། ངེད་ཀྱིས་སློབ་ཁྲིད་བྱེད་སའི་འོས་ལ་བག་ལ་དེ་རིང་གི་གློག་བརྙན་དེ་རང་གཉིས་ཀ་ཀྱི་སློབ་ཁྲིད་གཏིང་ཟབ་པོ་གང་ལ་ཁྲིད་བཞག་ཡོད་རེད་འདིའི་ཁྱེད་རང་ཚོས་རྩིས་བྱས་སྦྱོང་བརྡར་གནང་རོགས་གནང་ཞེས་ར། ཧོ། དེའི་ཐད་མཉམ་དུ་ཞོ་སྟོད་ལ་གལ་ཆེ་ཤོས་གཉིས་པ་འདི་ལ་ང་ཚོས་ཞི་ལྷག་ཆུ་དྭངས་དེ་བྱེད་ར། ང་ཚོས་ཞུ་རྒྱུ་ནི་དགོན་བདག་པོ་དང་ང་རང་ཚོ་ག་རེ་ག་རེ་ཆུད་རྒྱུ་འདི་ལ་དོ་སྣང་ཡག་པོ་བྱེད་ཡ་ཆེད། ཁྱེད་རང་ཚོ་འབྲག་ཆུའི་ཐོག་འོས་ན་མང་པོ་ཞིག་གིས་མཁྱེན་རྒྱུ་ཡོད་རེད་ག་རེ་ག་རེ་ཆོད་གོ་ཡོད་མེད་ག་རེ་ག་རེ་ཆོད་གོ་མེད་པ། ཚེ་ཡས་དང་ཤིང་ཏོག་རིགས་མང་པོ་བྱུ་ཡས། གྲོ་དང་འབྲས་བ་མང་པོ་བྱུ་ཡས་འདི་གས་ཆེན་པོ་ཞེ་དྲག་རུ་བ་སྣུམ་དང་སྐྲ་འགྱོགས་དང་དེ་ནས་ཆུ་གྲང་མོ་དང་མངར་མོ་དང་དེ་ཚོ་ཉུང་ཉུང་ཟོས་བྱས་ནས། དམིགས་བསལ་གྱི་ཚར་བ། དུག་བཞིན། ཞི་ལ་བཅོས་སྟངས་ལ་དོ་སྣང་ཡག་པོ་བཅས་བྱས། སྦྱོང་བརྡར་འདི་ཚོ་གནང་བས་ན་ཁྱེད་རང་ཚོའི་དྲག་ཤེས་ཐོག་ལས་དངོས་གནས་ཁོ་རང་ཕན་པོ་ཆེན་པོ་ཞེ་དྲག་ཡོད་རེད་བཞིན་དེ་ནས་འདི་ཞུས་ཡིན། ཨཱ་ནི་ཚང་མ་ལོ་ལ་ཚེ་རིང་ཨཱ་ནི་ཁྱེད་རང་ཚོ་ཡོ་ག་ཡག་པོ་བྱས་སྦྱོང་བརྡར་གནང་བའི་རེ་བ་ཡོད་འོ་ཡག།